ལས་རིམ་བདུན་པ། ལས་རིམ་གཙོ་སྐྱོང་པས་དྲི་བ་ཁག་རིམ་བཞིན་སྙན་སྒྲོན་ཞུ་རྒྱུ་དང་སྦྲགས། སྐུ་མགྲོན་མཆོག་ནས་བྱེད་པ་ཁག་ལ་བཀའ་ལན་གནང་རྒྱུ། དྲི་བ་དང་པོ། མཁྱེན་རྒྱ་ཡངས་མཁྱེན་རྒྱ་མཁའ་ལྟར་ཡངས་པ་དགེ་བཤེས་ལྷག་རྡོར་མཆོག་ལ་གུས་བརྩི་འཚམས་འདྲི་ཞུ། དཀའ་བ། ཆོས་ལ་མ་བརྟེན་པའི་བཟང་སྤྱོད་ལ། བོད་པ་ཚོས་དེར་དོ་སྣང་དེ་ཙམ་མི་བྱེད་པའི་རྒྱུ་མཚན་གང་ཡིན་ནམ། ཁ་བ། བཟང་སྤྱོད་འདི་ཁྱབ་སྤེལ་གནང་རྒྱུར་བོད་མི་ཚོར་དམིགས་བསལ་འགན་འཁྲི་ཡོད་པ་མ་ཡིན་ནམ། ཁ་བ། བཟང་སྤྱོད་འདི་གོང་ལྟར་དཔེར་བཏབ། དཔེར་བཏབ་ལམ། ཡག་ཤོས་དེ་གང་ཡིན་ནམ། གུས་མོ་བཀྲ་ཤིས་ཆོས་སྒྲོན་ནས། ཨ་ནེ་དྲི་བ་དང་པོ་དེ་སྙན་སྒྲོན་ཞུས་ཟིན་པ་ཡིན་དཀའ་ལས་གནང་རོགས་གནང་ཞུ་ཡ་ཡིན་ཐུགས་རྗེ་ཆེ།

ད་དེ་ད་ལྟ་བཀྲ་ཤིས་སྒྲོན་ལགས་ཀྱིས་གནང་བའི་དྲི་བ་དེ། ཁ་ཤེས་དང་ངས་ལན་བརྒྱབ་ཚར་ཆོས་ལ་མ་བརྟེན་པའི་བཟང་སྤྱོད་བོད་པ་ཚོས་དོ་སྣང་དེ་ཙམ་མི་བྱེད་པའི་རྒྱུ་མཚན་གང་ཡིན་ནམ་ཟེར་ཏེ། བོད་པ་ཚོས་ཀྱི་སྤྱི་བཏང་ནས་ཤེས་ཡོན་དང་དེབ་ཀློག་ཡོད་དེ་ཚོ་ལ་དོ་སྣང་མེད་པ་དང་མ་རེད་དེ་དོ་སྣང་མ་འདང་བའི་ཆ་གཅིག་འདུག་བ། ཨོ་དེ་ད་ཕྱོགས་མཚུངས་གཅིག་པ་ཡིན་གྱི་རེད་བསམ་གྱི་འདུག་ཡིན་ན་རྩ་ནས་དོ་སྣང་མ་བྱས་པ་ད་མ་རེད་དཔེར་ན་ད་ལྟ་ང་ཚོ་འདི་ནས་ཚུད། རྒྱ་གར་ནང་ལ་བལྟས་པ་ཡིན་ན་ད་སློབ་གྲྭ་ཁག་མང་པོ་ནང་ལོགས་ལ་བལྟས་ཏེ་ཚ་ཚ་འུར་འུར་བྱས་ནས་བལྟས་ན་ཡ་གི་འདི་སི་བའི་སློབ་གྲྭ་དེ་ཚོ་རེད་དེ་མིན་པའི་སམ་བུ་ཏྲོ་སློབ་གྲྭ་དེ་ཚོ་རེད། དེ་ཚོའི་ནང་ལ་བལྟས་ཏེ་བལྟས་ན་དེ་སི་བའི་སློབ་གྲྭ་དེ་ཚོ་ཡིན་ན། བདུན་ཕྲག་གཅིག་ལ་ཆུ་ལོག་མ་བདེ་བའི་བཟང་སྤྱོད་ཀྱི་སློབ་ཁྲིད་ཅིག་རྟག་པར་བཞེས་ཡོད་རེད། ད་དེ་མིན་པའི་ཚོགས་པ་ཁག་དང་དགོན་སྡེ་ཁག་དང་དུས་ཚོད་ནང་ལོག་ལ་ཡང་ཆུ་ལོག་མ་བདེ་བའི་བཟང་སྤྱོད་དེ་མི་ཀུན་དུ་གྱིས་ལམ་སྟོན་གནང་བཞག་པ་ཅིག་ཡིན་ཙང་ཨེམ་ཐི་ཐུགས་སྣང་བྱེད་མཁན་མང་པོ་འདུག་བ་དེ་རེད་ད་ལན་དེ་འདྲའི་འདྲ་ཞིག་རེད་ད་གཉིས་པ་བཟང་སྤྱོད་འདི་ཁྱབ་སྤེལ་གནང་རྒྱུར་བོད་མི་ཚོའི་དམིགས་བསལ་འགན་འཁྲི་ཞིག་ཡོད་པ་མ་ཡིན་ནམ་ཟེར་དུས། ངའི་སེམས་པར་བོད་མི་ཚོ་ལ་དམིགས་བསལ་འགན་འཁྲི་ཅིག་ཡོད་རེད་བསམ་གྱི་འདུག་གང་ཡིན་ཟེར་ན་གཅིག་ནས་ང་ཚོ་བོད་པ་ཚོ་གིས་མ་འཇུག་སེམས་ཅན་ཐམས་ཅད་ཟི་ཁ་ནས་ལབ་བསྡད་ཀྱི་ཡོད་རེད་བ། ད་སེམས་ཅན་ཐམས་ཅད་མ་བྱུང་ན་ཡང་ང་ཚོ་དངོས་སུ་འདས་པ་ཡོད་མཁན་གྱི་ད་གར་ཟི་གོ་རེད། འགྲོ་བ་མི་སྤྱི་ལ་ཕན་ཡས་ཀྱི་དེ་ང་ཚོ་བྱེད་ཐུབ་ཡས་ཡོད་རེད་ང་ཚོ་གོ། ནང་ཆོས་ཀྱི་ཞག་ཟི་འདྲ་བོ་དེ་ང་ཚོ་ཚང་མ་ལ་གོ་ཆོས་མཁས་པོ་ཡོད་ན་འདྲ་མེད་ན་འདྲ་ནང་ཆོས་ཀྱི་ཅིག་བག་ཞག་འདྲ་བོ་དང་ཞག་ཟི་འདྲ་བོ་དེ་ང་ཚོ་ཡོད་རེད་ཨ་ནི་ང་ཚོ་ཚང་མ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་དང་སྐྱབས་མགོན་རིན་པོ་ཆེ་ཀྱི་རྗེས་འཇུག། བདག་ན་གཞན་གྱི་སྐྱེ་བོ་དང་པོ་མང་པོ་ཞིག་ལུས་གཅིག་གི་རྗེས་འཇུག་གིས་ཁྲིད་བྱས་ནས། ཅིག་གང་ག་ཙམ་གྱིས་བཟང་སྤྱོད་ང་ཚོ་གཏོད་ས་གཏོད་ཆོག་གིས་ང་ཚོ་བོད་པ་བཟང་སྤྱོད་ཡག་ཐག་ཆོད་ཡོད་རེད་བསམ་གྱི་འདུག་ང་ནི་དེ་འདྲའི་སྤོབས་པ་ཡོད་མི་རིགས་གཞན་དག་ལས་སྐྱོ་བ་གས་གས་ཡོད་མ་རེད་ད་ལྟའི་བརྩེ་སེམས་གཅིག་སྐྱོན་དང་ག་བ་ཡིན་ན་ཡིན་དགོས་རེད་བ་ཅིག་དེ་བོད་པ་ཡག་ཐག་ཆོད་ཡོད་རེད་ཁ་ནས་ཡིན་ན་ང་ཚོ་ཚང་མ་ཡིན་གྱི་ཅིག་བྱམས་སྙིང་རྗེ་དང་དེ་འདྲའི་སྙིང་རྗེ་ཟིག་ལབ་དེ་ཡིན་གྱི། བདག་དང་ང་ཞེས་མ་ནི་བགྲང་ཡས་ལ་སོགས་པ་དེ་འདྲས་ཀྱིས་གང་ལ་གང་འཚམ་གྱི་ངང་དུ་བཞག་ཚེ་ཡག་པོ་བཅོས་ཡོད་རེད་བྱས་ཙང་འདི་སོ་སོ་ལ་ཡོད་དེ་བས་ཀྱི་ཁྱད་ཆོས་འདི་སོ་སོ་གྱིས་ངོས་འཛིན་བྱས་པའི་ཐོག་ནས་ཨེ་ནས་སྐྱབས་མགོན་རིན་པོ་ཆེན་གྱི་དགོངས་གཞི་རྒྱ་ཆེན་པོ་དེ་ཚོ་ཅིག་ཁྱབ་སྤེལ་བྱེད་ཡས་ལ་ང་རང་ཚོ་རང་གི་བོད་པ་རང་གི་མདུན་ལ་ཐོན་ནས་དོ་སྣང་བྱེད་ཡས་དེ་ཁོ། ཐུབ་པ་གཅིག་པུས་སྐད་ཆ་སྨྲས་རེད་མ་ཡིན་པར་སུ་ལ་ཡིན་ན་ཕན་ཡོད་དེ་ང་ཚོ་ཤུགས་ཆེ་ས་ཞིག་ཡོད་དེ་བྱེད་སྟངས་ནི་གལ་ཆེན་པོ་རེད་འདུག་བ་ཇི་ཙམ་གྱིས་བག་ལ་ཕན་ཐོག་བྱེད་པ་དེ་ཙམ་གྱིས་མི་གཞན་དག་ཆོལ་ཁའི་བོད་པ་ལ་རྒྱབ་སྐྱོར་བྱེད་དེ་ཡོང་གི་རེད་བ་རང་བཞིན་གྱིས་དེ་འདྲའི་ཆ་ནས་བསམ་བློ་བཏང་ཡོད་ད་ང་ཚོ་ལ་འགན་འཁྲི་ཆེ་ཏན་ཏན་འདུག་བསམ་གྱི་འདུག་ད་བཟང་སྤྱོད་དེ་གོང་མཐོར་སྤེལ་བའི་དྲི་བ་གསུམ་པ་དེ་བཟང་སྤྱོད་འདི་གོང་མཐོར་སྤེལ་བའི་ཐབས་ལམ་ཡག་ཤོས་དེ་གང་ཡིན་ནམ་ཟེར་དུས་ད་སྤྱིར་བཏང་བཟང་སྤྱོད་འདི་སྤེལ་ཡས་ཀྱི་ཐབས་ལམ་ཡག་ཤོས་གཅིག་ག་རེ་ཟེར་ན་སྐོར་བཟང་སྤྱོད། སྐོར་གྱི་སྐད་ཆ་བཤད་པའི་དུས་ཚོད་གཅིག་པུ་མ་ཡིན་པར་བཤད་རྗེས། སློབ་ཚན་དགེ་རྒན་འདྲ་བྱས་ན་སློབ་ཚན་ག་རེ་བསླབ་གི་ཡོད་ན་ཞར་དུ་ཤོག་ལ་སྤུག་ཚོ་བཟང་སྤྱོད་བྱེད་དགོས་ཡོད་དང་ཅིག་ཅིག་ལ་རོགས་པ་བྱེད་དགོས་ཡོད་དང་ལྷག་པར་དུ། ཅིག་ནད་པ་དང་ཉམ་ཐག་དང་དེ་འདྲ་ལ་རོགས་པ་བྱེད་དགོས་ཡོད་དང་ནི་ཕན་ཚུན་ཅིག་ཅིག་ལ་འཆམ་མཐུན་བྱེད་དགོས་ཡོད་དང་དེ་ཚོ་ཡང་སྲིད་བསླབ་ཡུལ་དེ་དཔེ་གལ་ཆེན་པོ་རེད་འདུག་ཨ། དཔེ་ན་ཆ་ཤས་ན་ངས་འདི་འདྲ་ལབ་གི་ཡོད་ད་བཟང་སྤྱོད་ལབ་དུས་དཔེ་ན། ཅིག། ཨིན་ཇི་ཡིན་ན example ཞིག་འདུག་ཨ། དཔེ་དེ་ཚོ་བལྟས་ནས་སྒྲུང་དེ་ཚོ་ཤེས་ནས། བལྟས་ན་ལོ་ཆུང་ཆུང་ད་ལོ། ལོ་ཆེ་ཆུང་ལ་རག་ལས་རེད་པ། ང་ལོ་ཆུང་ཆུང་དེ་འདྲས་ཡིན་ན་སྒྲུང་དེ་འདྲས་ཤེས་ནས། དཔེར་ན་ངས་དེང་སང་དེ་འདྲས་ལབ་བསྡད་ཀྱི་ཡོད་ཅིག་བྱས་ན་འདིའི་བསམ་བློ་བཏང་ཡ་མེད་འགྲོ་སེམས་ཀྱི་འདུག་དཔེར་ན་ང་ཚོ། བཟང་སྤྱོད་སྤེལ་དགོས་རྒྱུ་མཚན་དེ་བཟང་སྤྱོད་སྤེལ་ཡས་དེ་ད་ང་ཚོ་མི་འགྲོ་བ་མི་ཚོས་གིས་བཟང་སྤྱོད་སྤེལ་གི་འདུག་གཟིགས་བར་མ་གཏོགས་གིས། སྟག་དང་གཟིག་དང་དེ་ཚོས་བཟང་སྤྱོད་སྤེལ་དགོས་རེད་ཟེར་ང་ཚོ་གཟིགས་གི་མ་རེད་པ། དེ་ག་རེད་ཟེར་ན་ཁོ་ཚོས་ལ་ཞི་དྲག་ལབ་ཡས་ཟེར་ཞི་བ་ཞི་བ་ལབ་ཡས། ད་སྐོར་རྒྱུག་པ་ཞུས་དེ་འདྲས་ཡག་བྱས་ནས། དེ་ནས་ཁོ་ལ་ཞེད་སྣང་བཟོས་ནས་ནི། སེར་སྐར་གསེར་ནག་ལ་འཁྲབ་ཡས་འདི་འདྲའི་རྟ་ཁ་སྙན་པོ་འདི་འདྲ་གསོ་ཐུབ་ཀྱི་འདུག་མ་གཏོགས་ཀྱི། དེ་ལས་ལྷག་ཞི་བ་ཞི་བ་ཅིག་གི་བཟང་སྤྱོད་དཔེ་ཁོ་ཚོ་ལ་བྱེད་ཡས་ཡོད་མ་རེད་པ་ཁོ་ཚོ་གི་ཁ་ཐབས་ཡོད་མ་རེད་ཁོ་ཚོ་ལ་དེ་འདྲའི་སྦྱང་ཡས་ཀྱི་ཀླད་པ་ཡོད་མ་རེད། སྐད་ཡིག་ཡོད་མ་རེད། དེ་ང་ཚོ་མི་ཟེར་ངེས་དེ་ལ་ཁོ་ཀླད་པ། ཟེར་ན་རེད་རྟ་རྣམ་དཔྱོད་ཟེར་ན་རེད་དེ་ཕུལ་དུ་བྱུང་བ་ཅིག་ཡོད་དུས། དེ་ནས་ལེགས་འདི་ཉན། ཅིག་སོ་སོར་ཡིན་ན་ག་རེ་ཕན་གི་འདུག་མི་གཞན་དག་ལ་ཡིན་ན་ག་རེ་ཕན་གི་འདུག་འཛམ་བུ་གླིང་སྤྱི་ལ་ཡིན་ན་ག་རེ་ཕན་གི་འདུག་དེ་འདྲའི་བསམ་བློ་བཏང་ཐུབ་བའི་ཅིག་ནུས་པ་ཡོད་ཙང། ཨ་ནི་གནས་སྐབས་ཀྱི་ཅིག་ཁྲ་ཁྲ་སིང་སིང་ལ་བལྟས་ནས་བདེ་སྐྱིད་ཐོབ་པ་ཙམ་མ་ཡིན་པ། ཅིག་ཁ་ལག་ཞིམ་པོ་ཅིག་ཟས་ནས་བདེ་སྐྱིད་ཐོབ་པ་ཙམ་མ་ཡིན་པ་བྱས་ནས་རྒྱུན་རིང་པོ་གི་བདེ་སྐྱིད་ཐོབ་ཡོད་དོན་དག་ལ་ཨ་ནི། ལས་ཀ་བྱེད་དེ་དག་མིག་གི་ཐུན་མོང་མ་ཡིན་པའི་རྒྱན་གྱི་ཕྱག་ཏུ་ཡོད་རེད་དེ་བྱེད་ཁུག་ཏུ་བ་བྱས་ཙང་ང་ཚོ་ཀླད་པ་དང་རྣམ་དཔྱོད་ལ་ཆ་བཞག་པ་ཡིན་ན་དེ་གང་ནང་བཞིན་གྱི་ང་ཚོ་གི་སྐད་ལ་ཆ་བཞག་པ་ཡིན་ན་ཡང་ང་ཚོ་དཔེར་ན་ད་ལྟ་ཨིན་ཇི་གང་ལ Language ཟེར་གོ་རེད་དེ་སྐད་ཡི་གེ་འདི་ཚོ་ཆ་བཞག་པ་ཡིན་ན་འགྲོ་བ་མི་ལ་སྐད་ཡིག་ཕྱུག་པོ་ཞོ་གཅིག་ཡོད་རེད་བ། སྐད་གཞན་དེ་གར་དོན་དག་རེད་ཟེར་ན་ཕན་ཚུན་གཅིག་གཅིག་ལ་འབྲེལ་བ་བྱེད་ཡའི་དོན་དག་རེད། འདི་ན་དེ་ཙམ་མ་རེད་ངས་བསམ་ཚུལ་བཤད་ན་དེ་ལས་ལྷག་བ། མིའི་ནང་ཚོགས་ལ་མི་ཕན་ཚུན་ནང་ཚོགས་ལ་མི། མི་གཅིག་གཉིས་ཀྱི་ཕན་ཚུན་ནང་ཚོགས་ཡིན་ན་རེད་ཚོགས་པ་ཕན་ཚུན་ནང་ཚོགས་ཡིན་ན་རེད་ཁོ་མཚམས་མཚམས་རྙོག་དྲ་དང་སྐད་ཆ་རིང་ཐུང་དེ་འདྲས་ཡོང་གི་རེད་བ། དེ་འདྲས་ཡོང་བའི་སྐབས་ལ་ལམ་སང་གཅིག་གིས་བས་ཞུ་རེ་བཏང་ཡོད་དང་འཛིང་རེ་བཏང་ཡོད་ཟེར་རོ་དེ་འདྲས་ཀྱི་བསམ་བློ་མ་ཡིན་པ་བཤད་ནས། དེ་དཀའ་ངལ་དེ་གར་བྱས་ནས་བྱུང་རེད་ད་ང་ཚོ་མ་ལྷོད་ལྷོད་བྱེད་མ་དེ་འདྲས་ལམ་སང་ང་ཚོ་གཅིག་འཛིང་ཡས་བསམ་བློ་མ་བཏང་ང་ཚོ་ལྷོད་ལྷོད་བྱེད་མ་བསྡད་ནས་སྐད་ཆ་བཤད་དགོས་ཟེར་དེ་ལ་དགོས་ཀྱི་ཡོད་རེད་སྐད་ཆ་བཤད་ནས་ད། གཉིས་ཀྱི་ནང་ལས་ནི Dialogue Negotiation ཞིག་འདུག་བ། འོ་དེ་འདྲ་བྱས་ནས། ང་ཚོ་སུས་ནོར་བཞག་འདི་དཀའ་ངལ་ག་འདྲའི་སང་གི་འདུག་ཟེར་ནས་སྐད་ཆ་བཤད་ནས། རླུང་མ་བསླང་བ་བྱས་ནས་ཞུ་རེ་མ་བཏང་བ་བྱས་ནས། མ་བསྡད་ནས་སྐད་ཆ་བཤད་དེ Dialogue བྱས་དེ་ད་ང་ཚོ་ལ། སྐད་ཡོད་དེ་བ། སྐད་ཡོད་དེ་བ། དེ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་རེད། རིགས་རྟགས་དང་གཟིགས་སྣང་ཤས་ཆེ་ནས་ལམ་སང། མ་འཆམ་པ་བྱུང་ན་གཅིག་གཅིག་རང་ལ་ཆོམ་རེ་བྱས་ཏེ་འགྲིག་གི་ཡོད་མ་རེད་དཔེར་ན་ཏག་ཏག་གཟིགས་འདྲ་བོ་བྱས་ན་ཁོ་གཉིས་གཅིག་མ་འཆམ་པ་ཡིན་ན། ཨེ་ནས་ཁོ་ལམ་སང་གཅིག་གང་ལ་ཆོམ་འདི་ད་གསེར་རེ་བཏང་ཡས་རེད་མ་གཏོགས་གི་ད་གཉིས་ཏེ་ཟེར་མ་ལྷོད་ལྷོད་ཅིག་བསྡད་ནས་ཨེ་ནས་སྐད་ཆ་བཤད་རེ་བྱེད་དགོས་ཟེར་བ་སྒྲ་ལོག་བྱེད་དགོས་ཟེར་ཡས་ཡོད་མ་རེད་བ་དེ་མིན་ན་ཁག་མི་འདུག་བ་ད་ང་ཚོ་གི་དེང་སང་མང་པོ་ཅིག་གི་འདི་ནང་བཞིན་བྱེད་དགོས་བ་དེ་བྱས་ན་འགྲིག་གི་ཡོད་མ་རེད་དེ་གཅིག་ཆུ་འདོད་ཆུ་བ་སོ་ད་དཔེ་མཚོན་ཙམ་རེད་ད། ཐབས་ཤེས་མང་པོ་ཡོད་རེད། ད་དཔེ་དོན་གལ་ཆེ་ཤོས་གཅིག་ག་རེད་ཟེར་ན། བཟང་སྤྱོད་བསླབ་མཁན་དེ་ཁོ་རང་གིས་ཅིག་གིས་སྐད་ཆ་བཤད་སྟངས་རེད་ལུས་ཀྱི་རྣམ་འགྱུར་གྱིས་སྟངས་རེད་བསམ་བློ་བཏང་སྟངས་ཐོག་ལ་བཟང་སྤྱོད་ཡོད་བསྡད་མཁན་གཅིག་དགོས་རེད། སོ་སོ་ལ་བཟང་སྤྱོད་མེད་བསྡད་མཁན་གཅིག་གིས་མི་ལ་བཟང་སྤྱོད་ཞིག་དང་སོ་སོ་སྤུ་གུ་ལ་ཡིན་ན་སོ་སོ་གིས་སྤྱོད་ལམ་གང་འཇུག་མི་འཇུག་བཤད་བསྡད་མཁན་གཅིག་ལ་ཁྱོད་ཡག་པོ་བྱས་ཟེར་ག་ཚད་ལབ་པ་ཡིན་ན། ཨ་རེ་ཨ་མ་ཁྱོད་རང་དེ་ད་ཟིག་རེད་པཱ་ལ་ཁྱོད་རང་དེ་ད་ཟིག་རེད་པཱ་དེ་ཉིན་གུ་པར་བ། འོ་དེ་འདྲ་ཡིན་དུས། ཤེས་པ་བརྒྱ་ལས་སྒྲུབ་པ་གཙོ་ཟེར་ལབ་པ། འདོད་པ་གཅིག་གཙོ་ཞེས་ལབ་པ་ནང་བཤད་པའི་སྐོར། སོ་སོ་གིས་ལག་ལེན་བསྟར་ནས་དམིགས་དཔེ་བསྟན་ཡོད་དེ་བཞི་བཅུ་གལ་ཆེན་པོ་རེད་ལྷག་པར་དུ་སྤུག་ཆུང་ཆུང་ཆུང་ཆུང་ཡིན་ན་བཞི་བཅུ་བཞི་པོ་ལབ་ཡས་ཡོད་མ་རེད་ཁོང་ཚོའི་ཀླད་པ་ཁོ་རང་ཡང་འཚར་ལོངས་བྱུང་ཡོད་མ་རེད་སྤྱན་བཟང་ཕ་མེས་ཀྱིས་ག་རེ་བྱེད་ཀྱི་འདུག་དེ་ཁོང་ཚོ་གིས་དམིགས་དཔེ་བསྟན་ཤེས་ནས་དེ་རྗེས་སུ་འགྲོ་བསྡད་ཀྱི་འདུག་བ་དེ་འདྲ་ཡིན་དུས་ད་གལ་ཆེ་ཤོས་གཅིག་སོ་སོའི་སྤྱོད་ལམ་དེ་རེད་ཟེར་ཏེ་ད་དེ་འདྲའི་འདྲ་གཅིག་ཞུ་འདོད་བྱུང། ལ་སོགས་ཐུགས་རྗེ་ཆེ།
སྐུ་མདུན་མཆོག་ལ་ཡང་སྣེ་ལེན་དྲི་བ་དང་པོ་དེ་ལས་བཀའ་ལན་ཟབ་ཞིང་དགྱེས་པ་གནང་བ་དེ་ལ་ཡང་བཀའ་དྲིན་ཆེ་ཞུ་ཡས་ཡིན། ཨ་ནི་དེ་ནས་དེའི་རྗེས་ལ་ཡང་ངས་ཀྱི་ཨ་ནི་དྲི་བ་གཉིས་པ་དེ་མར་སྙན་སྒྲོན་ཞུ་ཆོག་པ་ཞུ་ཞུ་ཡས་ཡིན། དྲི་བ་གཉིས་པ་བོད་ཀྱི་དཔེ་མཛོད་ཁང་གི། དབུ་འཛིན་དང་ངེས་རྡུང་པ་སྐལ་བཟང་དགེ་བཤེས་ལྷག་རྡོར་མཆོག་བོད་དོན་གླེང་སྟེགས་ཁང་དུ་ཆིབས་བསྒྱུར་གནང་བར་བཀའ་དྲིན་ཆེ་ཞུ་གི་ཡོད། བཀའ་དྲི་ཞུ་རྒྱུར། དང་པོ། བཟང་སྤྱོད་དང་ཚུལ་མཐུན་གཉིས་དབར་ཁྱད་པར་གང་ཡོད་དམ། གཉིས་པ། རང་རེ་བོད་མི་རྣམས་ནང་པ་སངས་རྒྱས་པའི་ཆོས་ལ་ཡིད་ཆེས་དང་ཉམས་ལེན་གནང་མཁན་ཤ་སྟག་ཡིན་ཡང། བཟང་སྤྱོད་སྐོར་དེ་ཙམ་མ་ཤེས་པའམ། ལག་བསྟར་སྐྱོ་ཙམ་ཡོད་པའི་ཚོར་སྣང་འདུག་པས། བླང་དོར་གྱི་བཀའ་སློབ་གང་འདྲ་ཞིག་གནང་འདོད་ཡོད་དམ། གུས་པ་མཐུ་སྟོབས་ཡེ་ཐོག་ནས་གུས་འདུད་ཅེས་ས་ནས་དྲི་བ་གཉིས་པ་དེ་ལ་ཡང་བཀའ་ལན་གཅིག་གནང་རོགས་གནང་ཞུ་ཡས་ཡིན་དོ་ཅི་ཆེ།

ཨོ། ཚུལ་ཁྲིམས་ཞེས་ཏེ་ཚིག་དེ་ཕར་བལྟས་སུ་རིང་དུ་བཏང་བ་ཡིན་ན་ང་ཚོ་ཚུལ་ཁྲིམས་སྲུང་དགོས་རེད་ཟེར་ཞེས་འདུག་ཨ་ཚིག་དེ་ཕར་བལྟས་སུ་རིང་དུ་བཏང་བ་ཡིན་ན་ཚུལ་དང་མཐུན་པའི་ཁྲིམས་ཟེར་དགོས་རེད་ད་ཨིན་ཇི་ནང་ལ་ཡིན་ན proper way of life ཟེར་དགོས་རེད་དེ་བྱེད་དུས། ཨོ། དེ་ལ་ཡང་ནི་ལུས་ངག་ཡིད་གསུམ་གྱི་ཚུལ་ཁྲིམས་ཡོད་དུས་ད་དེ་གཉིས་ངས་གཅིག་པ་བརྩིས་ན་འགྲིག་འདུག་ཟེར་དེ་འདྲ་གཅིག་ལབ་བཞག་གི་ཡིན། དེ་ནས་དྲི་བ་གཉིས་པ་དེ་རང་རེ་བོད་མི་རྣམས་ནང་པ་སངས་རྒྱས་པའི་ཆོས་ལ་ཡིད་ཆེས་དང་ཉམས་ལེན་ཤ་སྟག་ཡིན་ཡང་སྲིད་དེ་ད་ཅིང་ཅི་སྟག་ངས་ལན་བརྒྱབ་ས། བྱས་ཙང་ད་ཤད་བོད་མི་ཚོ་སྒྲུབ་པ་ཚོ་ཟེར་གྱི་རེད། ཁོ། ཆོས་ཀྱི། སངས་རྒྱས་པའི་ཆོས་ལ་ཡིད་ཆེས་ཡོད་ཟེར་དེ་ཡང་ཡིད་ཆེས་དེ་ཡང། མ་འོང་ཆགས་འཇིག་རྒྱུ་མཚན་མཐོང་བའི་སྒོ་ནས་ཡིད་ཆེས་ཟེར་གྱི་མི་འདུག་ཨེ་ནས་ཉམས་ལེན་བྱས་ཏེ་ཞེ་དྲག་ཡོང་གི་མ་རུང་བ། གྱུར་བ། དེ་འདྲ་ཡིན་དུས་ད་ཆོས་ལ་ཡིད་ཆེས་དེ་ཡང་རྒྱུ་མཚན་མཐོང་བའི་ཡིད་ཆེས་མེད་པ་བྱས་ཀྱི་ད། རྨོངས་དད་ཟེར་ན་ནི་ཚིག་དེ་ཡག་པོ་རང་མི་འདུག་སྟེ། གང་ལྟར་གང་ལ་གང་འཚམ་ཅིག་མ་ཤེས་པའི་སྒོ་ནས་ད། སྡུག་ས་རེད་ཟེར་ཡིན་གྱི་རེད་ཟེར་ནས་འགྲོ་བསྡད་པ་དེ་མ་གཏོགས་ཀྱི། དངོས་གནས་དྲང་གནས་སོ་སོ་པའི་སློབ་སྦྱོང་སྦྱངས་ནས་ངེས་ཤེས་རྙེད་ནས་ཨེ་ནི་ཕན་ཐོག་ཡོད་པ་དེ་མ་མཐོང་བ་ཡིན་ཙང་ཨེ་ནི་དེ་དང་མཐུན་པའི་ཉམས་ལེན་དེ་ཡོང་གི་ཡོད་མ་རེད་བ། དེ་འདྲའི་རྒྱུ་མཚན་གཅིག་རེད་བསམ་གྱི་འདུག་བྱས་ཙང་དེ་འདྲས་ཡིན་ཙང་ད་ཉམས་ལེན་མེད་པ་ཡིན་ཙང་ཨེ་ནི་བཟང་སྤྱོད་དེ་རང་བཞིན་གྱི་ཡོང་གི་མ་རེད་བ། དེ་འདྲས་རེད་ལག་བསྟར་སྐྱོ་བོ་ཡོང་ལག་བསྟར་སྐྱོ་བོ་འདུག་ཟེར་ཏེ་དེ་འདྲས་ཆགས་ཀྱི་ཡོད་རེད་བ། ཨོ་དེ་འདྲས་ཡིན་དུས་ད་བྱས་ཙང་ང་ཚོའི་ནང་ཆོས་ནང་ལ་ཡིན་ན་ཡང་ཐོས་བསམ་སྒོམ་གསུམ་བྱེད་དགོས་རེད་ཟེར་རྒྱུ་མཚན་དེ་རེད། དང་པོ་ནི་ཚུལ་བུ་ད་ཆོས་ལུགས་མ་བསྟན་བཟང་ཆོས་ཡིན་ན་རེད་སྤྱི་བཏང་བཟང་ཆོས་ཡིན་ན་རེད་ནང་པའི་ཚུལ་ཁྲིམས་ཡིན་ན་རེད་འདི་གང་ལ་དང་པོ་དོད་པ་ཅི་བྱེད། དེ་ནས་བསམ་བློ་ཅིག་བཏང་ནས་སོ་སོ་ལ་དངོས་གནས་དྲང་ནས་འདི་ད་ཅི་ཞིག་སློབ་སྦྱོང་སྦྱང་བཞག་རྒྱུ་དང་དེ་གསུང་ཆོས་གནང་བཞག་རྒྱུ་དེ་བདེན་པ་རེད་འདོད་མི་འདུག་སོ་སོ་གིས་བརྟག་དཔྱད་ཅིག་བྱེད། བརྟག་དཔྱད་བྱས་ནས་ད་དངོས་གནས་དྲང་ནས་འདི་རེད་ཤག་བསམ་སོང་ན་དེ་རྗེས་ལ་ནི་སྒོམ་ཟེར་དུས་གཞན་དག་སྒོམ་ཟེར་དུས་མིག་བཙུམ་ནས་བསྡད་ཞོར་གེགས་སེལ་ཁུག་མ་རེ་སྒོམ་ཟེར་དུས་ལྟ་སྟེ། ལག་ལེན་བསྟར་ནས་གོམས་འདྲིས་བསྟན་དགོས་རེད་ཟེར་ཏེ་ཟེར་ལེ་ལབ་ཀི་འདུག་བ། འདི་བྱེད་དུས་ལྟེ་ཁོ། ཁྱོད་རིམ་པས་འགྲོ་དགོས་པའི་ཅིག་རེད་མ་གཏོགས་ཀི། དེ་ག་ཟེར་ལམ་དང་ལུགས་སྲོལ་བྱས་ནས་ཡིད་ཆེས་ཡོད་མདོག་མདོག་བྱེད། ཅིག་གི། སྒོ་ནས་ཉམས་ལེན་ཡོང་ངེས་ཁག་པོ་རེད་དེ་འདྲ་ཡིན་ཟེར་ད་ང་ཚོ་མང་ཆེར། ཅིག་ཆོས་ལ་ཐེ་ཚོམ་གྱིས་སློབ་སྦྱོང་སྦྱངས་ནས། ཤེས་ནས་དད་པ་ཐོབ་ཡས་ཞིག་དེ་འདྲའི་མེད་པ་ཡིན་ཙང། དེ་ནི་ཁོ་ལག་ལེན་དུ་སྐྱོ་བོ་དེ་ཡོང་ངེས་དེ་འདྲ་རེད་བསམ་གྱི་འདུག་ལྷག་པར་དུ་ཨ་ནེ་སོ་སོ་ཅིག་ཆོས་ལུགས་ཆོས་ཀྱི་གནས་ལུགས་ཞེ་དྲག་མ་ཤེས་མཁན་ཅིག་ཡིན་ན་ཨ་ནེ་སོ་སོ་ལ་གཅིག་རྒྱུ་དཔལ་འབྱོར་དང་ཐོབ་ཁོ་ས་དང་དེ་འདྲའི་མི་ཡིང་འདྲ་བལྟས་སུ་བྱུང་ན་ཨ་ནེ་དེ་ཞིབ་ཅིག་ཡིན་བསམ་བྱས་ནས་ཨ་ནེ་ང་དེ་ཆོས་སུ་ཡོད་དེ་འདྲའི་སྒང་ལ་མ་ཕྱིན་ནས་ཧེར་བ་དེ་འདྲ་བྱེད་དུས་ཨ་ནེ་ཁོ་སྤྱི་ཚོགས་ལ་ཕན་ཡོད་ཕར་བཞག་ན་གནོད་ཡོད་ཀྱི་ལས་ཀ་དེ་ཡོང་སྡོད་ཀྱི་འདུག་ཨོ་དེ་འདྲ་ཡིན་དུས་ད་དེ་ཚོ་ཁོ་ཆོས་ཀྱི་གནད་དོན་ཆ་ཚང་བ་ཅིག་ཡིད་ཆེས་འཕེར་བ་ཅིག་མ་ཤེས་པའི། རྒྱུ་མཚན་རེད་བསམ་གྱི་འདུག་ད་དེ་འདྲས་ཅིག་ཞུ་ཡས་ཡིན་ཐུགས་རྗེ་ཆེ། བཀྲ་སོང་དགེ་བཤེས་ལྷག་དོན་མཆོག་ནས་ཨ་ནེ་དྲི་བ་གཉིས་པ་དེ་ལ་ཡ་ག་ལས་ཟབ་ཞིང་རྒྱས་པ་གནང་བར་བཀའ་དྲིན་ཆེ་ཞུ་བ་དང་སྦྲགས་ཨ་ནེ་དྲི་བ་གསུམ་པ་དེ་མར་སྙན་སྒྲོན་ཞུ་ཆོག་པ་ཞུ། དྲི་བ་གསུམ་པ། དགེ་བཤེས་ལྷག་དོན་མཆོག་ལ་དྲི་བ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང། ཆོས་ལུགས་ལ་མ་བརྟེན། མ་འབྲེལ་བའི་བཟང་སྤྱོད་གཉིས་ལ་ཁྱད་པར་གང་ཡོད་དམ། བཟང་བའི་སྤྱོད་པ་དེ་ཆོས་ལུགས་ཀྱི་འབྲས་བུ་ཡིན་ནམ་མིན། དབང་ལྡན་ནས། ཨ། དྲི་བ་གཉིས་པ་གསུམ་པ་དེ་སྙན་སྒྲོན་ཞུས་ཚར་བ་ཡིན་ག་ལེ་ཞིག་གནང་རོགས་གནང། ཐུགས་རྗེ་ཆེ། ལོ་ན་ཐོད་ཀྱི་ཆེ། ད་ད་ལྟ།
ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང། ཆོས་ལུགས་ལ་མ་འབྲེལ་བའི་བཟང་སྤྱོད། ཁྱད་པར་ག་རེ་ཡོད་ཟེར་དྲི་བཞག་པ་དེ་སྤྱི་བཏང་གི་ད་གྱིས་ལན་རྒྱབ་ཚར། ཁོ། སྤྱི་བཏང་ང་ཚོས་ག་རེ་ཤེས་མགོ་འདུག་ཟེར་ན་ཐ་སྙད་ལ་ཞི་དྲག་ཞི་དྲག་རྩོད་པ་རྩོད་ཡས་ཡོད་མ་རེད། དཔེར་ན་ང་ཚོ་ཀ་བ་བུམ་པ་ཟེར་བར་བ་དེ་ཀ་བ་ལ་ཀ་བ་ཟེར་ག་རེ་བྱས་ནས་བཏགས་རེད་བུམ་པ་ལ་བུམ་པ་བྱས་ནས་ག་རེ་བཏགས་རེད་ཟེར་གྱི་ནི་ཁོ་ཚང་མ་རྒྱུ་མཚན་ཤེས་དགོས་ཡས་སུ་ཡོད་མ་རེད་ད་ཐ་སྙད་དེ་བཏགས་ཡོང་དུས་ཁོ་གར་སོ་རེད་ད་གར་སོ་རེད་དེ། ཁོ་དོན་དག་ཤེས་ཡས་ཡོད་དེ་ངས་ཀྱི་ཐ་སྙད་དེ་འདྲས་དང་ཡང་ཁ་བཏུག་ཁ་བཏུག་གི་ང་ཚོ་ནམ་རྒྱུན་ཡིན་ན་འདུལ་བྱེད་དང་རྗེས་གྲུབ་ཟེར་གི་འདུག་ཨ། འདུས་བྱས་བྱས་ནས་དེ་ག་དེ་ག་བཏགས་བཞག་ཀྱང་དེ་འདྲས་ཡིན་ན་ཞིབ་ཞིབ་འགྲེལ་བཤད་རྒྱག་ཡོད་ཟེར་མཁན་ཡོད་མ་རེད་དེ་འདྲས་ཡིན་དུས་ཐ་སྙད་ལྷག་པར་དུ་ཐ་སྙད་ཉུང་ཉུང་ཅིག་ཐོག་ནས་དོན་དག་ཚང་མ་བསྟན་ཐུབ་མ་རོགས། དེ་མི་དུས་ཨེ་ནས་ད་གལ་ཆེ་ཕྱོགས་དེ་ག་རེ་ཟེར་ན་ཐ་སྙད་དེ་གང་ཐུབ་ཐུབ་ཅིག་གོ་བདེ་བ་ཅིག་དང་ཁྱབ་ཆེ་བ་ཅིག་ཏུ་ཐབས་ཤེས་དུ་བྱེད་དགོས་རོགས་ཨ། དེ་འདྲས་ཡིན་དུས་ད་ཁྱེད་ངའི་གོང་དུ་ཞུས་པ་ནང་བཞིན་ང་ཚོ་དང་པོ་ཆོས་ལུགས་ལ་མ་འབྲེལ་བའི་བཟང་སྤྱོད་ཟེར་ལབ་འདི་ད་ཆོས་ལུགས་ལ་མ་འབྲེལ་བ་རེད་མི་འདུག་བ་འདི་འདྲས་འདུག་བ་སྙིང་རྗེ་ཞིག་འདུག་བ་འདི་འདྲས་ཟེར་ལབ་ཡོང་དུས་ཨེ་ནས་ང་ཚོ་དེ་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད།

ཅིག་ཆོས་ཁས་ལེན་མཁན་མི་ལེན་མཁན་ཆོས་ལ་ངོ་ལོག་བརྒྱབ་མཁན་ཚང་མ་ལ་ཁྱབ་ཐུབ་མཁན་གྱི་བཟང་སྤྱོད་ཅིག་ཡོད་ན་ཨོ་དེ་འདྲས་དེ་ལ་ལྟ་ད་ལྟ་ང་ཚོ་སྲིད་ལ་གླེང་སྲིད་ལབ་ཏུ་ཡོད་དེ། ཨོ་དེ་ལབ་ཀྱི་ཡོད་རེད་ཨོ་དེ་འདྲས་ཅིག་བྱེད་དགོས་འདུག་བསམ་སོང་དེ་ནས་ད་ལྟ་དབང་ལྡན་ལགས་ཀྱི་དྲི་བ་གཉིས་པ་དེ་བཟང་པོ་སྤྱོད་པ་དེ་ཆོས་ལུགས་ཀྱི་དྲི་བ་ཡིན་ནམ་མིན་ཞེས་དུས་བྱས་ཙང་ད་དེ་ལ་གཉིས་ཡོད་རེད། ད་ལྟ་ཆོས།

རྐུ་མ་མ་རྐུ་རྫུན་མ་ཤེས་ཟེར་དེའི་དུས་སུ་རྐུ། མི་མ་ཟེར་ཟེར་ར་བ་དང་གཅིག་བྲིས་བྱེད་དེའི་དུས་སུ་རྐུ། ཆོས་ལུགས་ལ་ཆོས་ཁས་ལེན་ན་འདྲ་མ་ལེན་ན་འདྲ་མི་སུ་ཡིན་ན་དེ་ཡག་པོ་མེད་པ་གཅིག་ལ་ཕན་ཚུན་གཅིག་གཅིག་ལ་གནོད་ཀྱི་ཡོད་པ་དེ་མ་སྐྱིད་པ་བཟོ་གི་ཡོད་པ་དེ་ཧ་གོ་ཡོང་དུས་ཁོ་དེ་བྱེད་རྒྱུ་མི་འདུག་ཟེར་ལབ་ཡོང་དུས་དེ་ཡིན་གཅིག་མ་གཅིག་ཆོས་ལུགས་ཀྱི་འབྲས་བུ་སྐྱེད་མ་རུང་བ། ཇི་ལྟར་ཆོས་ཁས་མི་ལེན་མཁན་ལ་ད་ཅིང་གིས་བསླབ་པ་ལ་ཞེན་ཏེ་གསལ་པོ་རེད་ཀུན་འདུས་ཀྱི་དགོངས་གཞི་དེ་རེད་ཆོས་ཁས་མི་ལེན་མཁན་ལྷག་པར་དུ་ཆོས་ལ་ངོ་ལོག་རྒྱབ་མཁན་ཡིན་ན་ཡང་ངས་སོ་སོ་སྤུ་གུ་འདི་ལ་སྤྱོད་པ་ཡག་པོ་སྤྱད་ཟེར་བསླབ་ཀྱི་རེད་བ་དེ་ཆོས་ལུགས་ཀྱི་འབྲས་བུ་སྐྱེད་མ་རུང་བ་ཁོས་ཆོས་ཁས་གོ་ན་ལེན་གྱི་ཡོད་མ་རེད། ཨོ་དེ་འདྲའི་ར་ཅན་མེད་འགྲོ། ལགས་སོ་སྐུ་མགྲོན་མཆོག་ནས་ཨ་ནེ་དྲི་བ་གསུམ་པ་ལ། བཀའ་ལན། གཟབ་རྒྱས་གནང་བར་བཀའ་དྲིན་ཆེ། ཨ་ནི་དྲི་བ་ཞི་བ་དེ་སྙན་སྒྲོན་ཞུ་ཆོག་པ་ཞུ། བཀུར་འོས་དགེ་བཤེས་ལྷག་རྡོར་མཆོག་ལ་བཀའ་འདྲི་ཞུ་རྒྱུར་དང་པོ་ཆོས་ལུགས་ལ་མ་བརྟེན་པའི་བཟང་ཕྱོགས་དེ ྋགོང་ས་མཆོག་གིས་མི་མང་ལ་གསུང་དགོས་པའི་རྒྱུ་མཚན་གཙོ་བོ་གང་ཡིན་ནམ། གཉིས་པ། ནང་པ་གཞིས་ཆགས་ཆོས་ལུགས་མ་བརྟེན་པའི་བཟང་ཕྱོགས་ཤིག་ཡོད་དམ། གསུམ་པ། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དེ་གོང་མཐོར་བཏང་ན། ཆོས་ལུགས་ཉམས་ཆག་འགྲོ་དང་མི་འགྲོ། ལྷ་མོ་ནས། དྲི་བ་ཞི་བ་དེ་སྙན་སྒྲོན་ཞུས་ཚར་བ་ཡིན་ག་ལས་ཀྱི་གནང་རོགས་གནང་ཞུས་ཡིན་དོ་ཅི་ཆེ།
ལོ་ལགས་སོ། ད་ལྟ་འདི་ལྷ་མོ་ལགས་ཀྱིས་བྲིས་པ་ནང་ཡིན་དེའི་ནང་ལ་ཆོས་ལུགས་མ་བསྟན་པའི་བཟང་སྤྱོད་དེ་གོང་ས་མཆོག་གིས་མི་མང་ལ་གསུང་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་དུས། ང་ཚོས། མི་ཡིས་སྤྱི་ཚོགས་ནང་ལ་ཁྱིམ་ཚང་ནང་ལ་ཡིན་ན་རེད་སྤྱི་ཚོགས་ག་འདྲ་ཡི་ནང་ལ་ཡིན་ན་རེད་ང་ཚོ་དཀའ་ངལ་མང་པོ་ཞིབ་ཀྱིས་འཕྲད་བསྡད་ཀྱི་ཡོད་རེད་པ། དེ་ཚོ་དཀའ་ངལ་མང་པོ་ཞིབ་ཀྱིས་འཕྲད་བསྡད་དེ་མང་ཆེ་བ། གང་ལ་གང་འཚམ་གཅིག་བརྒྱུད་དཔལ་འབྱོར་མེད་པ་དེ་འདྲའི་གེགས་ཡིན་གྱི་རེད་དེ་མང་ཆེ་བ་གཅིག་གི་ནང་ཕན་ཚུན་ལ་འཆམ་པོ་མེད་པ། སོ་སོ་བསམ་བློ་བཏང་མ་ཤེས་པ། ཁོང་ཁྲོ། ང་རྒྱལ། ཕྲག་དོག། འགྲན་སེམས། དེ་འདྲའི་དབང་བྱས་ནས་དོན་དག་མེད་པར་དཀའ་ངལ་མང་པོ་ཞིག་ཅིག་མྱངས་བསྡད་ཀྱི་ཡོད་པ་འདི་ད་གསལ་པོ་ཞིབ་ཅིག་རེད་བ། འོ་དེ་འདྲ་ཡིན་དུས། ཅིག། སོ་སོ་གིས་བསམ་བློ་བཏང་སྟངས་དེ་ཡག་པོ་ཅིག་བྱས་ནས། བཟང་པོའི་སྤྱོད་པ་ཅིག་ལུས་ངག་ཡིད་གསུམ་གའི་བཟང་སྤྱོད། བཟང་པོའི་སྤྱོད་པ་ཅིག་འཁྱེར་བ་ཡིན་ན། དེ་ནས་ཁྱིམ་ཚང་འཆམ་མཐུན་ཡོང་ཡས་དེ་སོ་སོའི་ལུས་སེམས་བདེ་ཐང་ཡོང་ཡས། ད་དེ་ཚོ་ངའི་རྒྱལ་པོ་བཤད་དེ་ང་ཐུགས་ཚོད་མི་འདུག། དེ་ད་སྙིང་དོན་རེ་ཅིག་བཤད་པ་ཡིན་ན། དེ་འདྲས་ཀྱི་ཁྱད་པར་མང་པོ་ཡོད་པ་ཡིན་ཙང་ཨ་ནི་མི་མང་ལ་ད་བཟང་སྤྱོད་སྒུག་འདུག་ཟེར་ཡང་སྲིད་གསུངས་བསྡད་འདུག་ང་ཚོ་བོད་པ་ཚོ་ལ་ཡིན་ན་གསུང་ཆོས་གཅིག་གནང་ཟེར་བའི་རྗེས་ཟློས་ལ་ད་ཁྱེད་རང་ཚོ་དཔེ་དེ་ཡ་རབས་སྤྱོད་བཟང་གྱིས་ཧུར་ཐག་པར་ཐག་བཅད་སེམས་སྐྱིད་པོ་བྱས་ནས་བསྡད་ཨ་གསུང་གི་འདུག་ཁྱེད་ཚོ་སེམས་སྐྱིད་པོ་བྱེད་དུས་ཁོ་སེམས་མ་འཁྲུག་པ་བྱེད་ཟེར་གོ་རེད་སེམས་འཁྲུག་ཡས་དེ་ག་རེ་འཁྲུག་པར་ཟེར་ན་འགྲན་སེམས་ཕྲག་དོག་ང་རྒྱལ་ཐུགས་ཚུགས་ཀྱི་འཁྲུག་ཡོད་ཙང་དེ་མེད་པ་བྱས་ནས་བསྡད་ཨ་ཟེར་དུས་ད་བཟང་སྤྱོད་ཡོད་པའི་ཐོག་ནས་བཞུགས་བསྡད་ཨ་གསུང་གི་ཡོད་རེད་བ། ཨོ་དེ་བྱེད་འདོད་དེ་སྐོར་གལ་ཆེན་པོ་ཞིག་པ་ཡིན་ཙང་མི་མང་གསུང་བས་དེ་རེད། གཉིས་པ་དེ་ནང་པ་གཞིར་བཞག་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཞིག་ཡོད་དམ་ཟེར་ན། དེ་ཡོད་རེད་སོ་སོ་ནང་པ་གཞིར་བཞག་ཡིན་ན་དཔེར་ན་ང་ནང་པར་བ། ང་ནང་པ་ཡིན་ན་ཡང་ཅིག་ངས་ཅིག་གིས་འབུ་བསྲེག་གི་མེད་འདྲ་ཟེར་ཟེར་རོ་དང་མི་ལ་ཐུབ་ཚོད་བཏང་གི་མེད་འདྲ་ཟེར་ཏེ་ཀུན་གཞི་མི་གཅིག་ནང་ཆོས་ལ་བརྟེན་དགོས་ཟེར་མཁན་ཡོད་མར་བ།

ནང་ཆོས་འདི་ནང་ལོགས་ནས་ཆོས། ནང་པའི་ཆོས་ནང་པའི་ལྟ་གྲུབ་ནང་པའི་ཚན་རིག་ཟེར་དུམ་བུ་གསུམ་ཕྱེས་ནས་བཀའ་གནང་སོང་བ། དེ་ཕྱིར་དུས་ནང་ཆོས་ཟེར་དེ་ཀོ་ནང་པ་གཅིག་པོའི་དོན་དག་རེད། ད།